ཡིད་ཆེས་དོད་དམ་མི་ཆོས་གང་ཞིག་གསར་རྙེད་སྟོབས་ཉམས་སུ་བླང་བར་འགྱུར་བ་སྙམ་དུ་བསམ་པ་བྱང་ཆེན་མཆོག་ཏུ་ཐུགས་བསྐྱེད་པ་རང་བྱིན་གྱིས་སྒོ་ནས་ཆོས་ཉམས་པའི་ཀུན་ཏུ་སྤྱོད་པ་རྣམས་ཀྱང་བླང་དོར་མ་འདོར་བར་བགྱིད་པའི་གསང་ཚེར་བླ་འདིར་བསྐང་བསམ་པར་བྱ་བའི་གཞུང་ནི། དམ་པའི་ཆོས་རིན་པོ་ཆེ་འཕགས་པའི་ཡུལ་དུ་ཇི་ལྟར་དར་བའི་ཚུལ་གསར་བར་སྟོན་པ་དགོས་འདོད་གུ་འབྱུང་བཞི་བྱ་བའི་གཏམ་རྒྱུད་འདི་ཉིད་ཁྱབ་པ་ལ་ཐོག་མར་དགེ་བ་ལྷ་སྟོན་བར་དུ་དགེ་བ་གཞུང་དོན་ཐ་མར་དགེ་བ་མི་འཇིགས་ཀྱི་དོན་དང་ཟབ་ཆོས་རྣམ་པ་གསུམ་ཡོད་པ་ལས་དང་པོ་གསུངས་ནས། གཉིས་པ་གཞུང་དགོས་དོན་བཤད་པ་རེད་གཞུང་དགོས་དོན་བཤད་པའི་ནང་ནས་ནི།

མར་སྐྱི་སྒྲ་འདི་ལོ་བྱ་འབུ་དེ་ལ་ལྟ་བའི་དང་མར་སྐྱི་དྲི་དེ་གི་བུ་ལག་བཟང་ཡང་དེ་གི་བཟས་ནས་དེ་ཡང་མི་ན་འཆར་ཀ་རྫི་ཤ་དོ་ཚ་ཡོག་གི་ཡང་མི་ན་དེ་གི་འཆར་བྱིད་མར་སྐྱི་སྒྲ་རྫི་དེ་གི་ཨ་འདན་མཚན་དེ་གི་དེ་མི་དེ་གི་ཅི་རིགས་པ་དེ་གི་དོག་འདྲོག་གི་དང་འདི་འདི་དེ་རྒྱལ་རོགས་སིམ་པ་ཅན་པོ་ཡིན་གོ་དྲི་ཧར་ཡིན་གི་རྒྱལ་རོགས་གཟི་བྱིན་ཉང་བོ་དང་ནི་དེ་ནི་རྒྱལ་རོགས་མར་སྐྱི་སྒྲ་དེ་ནི་རྒྱལ་རོགས་དེ་གི་འཆར་བྱིད་མར་སྐྱི་སྒྲ་དེ་དེ་གི་སིམ་པ་ཅན་པོ། དེ་རེད་ད་ལྟ་རྒྱ་གར་གྱི་ད་ལྟའི་རྒྱ་གར་གྱི་དེ་གའི་ལོ་རྒྱུས་གྱི་དེ་གའི་འཕྲུལ་ལོ་དེ་དེ་དེ་རེད་དེ་འདིའི་དེ་གའི་མར་སྐྱིད་དྲ་གྲོང་ལོ་དེ་གའི་ཕྱི་ལོ་སྔོན་རྒྱུད་ལོ་བཞི་བརྒྱ་དྲུག་ཅུ་ཐམ་པའི་ལོ་ཁྲེལ་འཁོར་དེ་ནི་དེ་ནི་དེ་གའི་ཕྱི་ལོ་སྔོན་རྒྱུད་ལོ་དེ་གའི་དེ་བཞི་བརྒྱ་དང་བཞི་བཅུ་ཞེ་བཞི་གི་ལོ་དེ་གའི་གྲོང་སོང་ནི་འོ་ད་དེ་མི་སྲིད་རེད་དེ་འདི་འདི་དེ་གའི་དེ་འདིའི་ནང་ན་ལོ་བཅུ་བདུན་ཙམ་འཇོག་ག་ད་ཕར་ཆེར་དེ་གའི་ལོ་བཅུ་དྲུག་ན་ལོ་བཅུ་བདུན་ཙམ

དེ་མ་ཡིན་པའི་ཡང་གུས་པ་ལ་ལ་གི་ཟས་ནི་ནི་བཞི་ལོ་སྔོན་གྱི་ལོ་དེའི་ལྔ་བརྒྱ་ཉི་ཤུ་ཐམ་པ་དག་གི་ཁྲེས་འཁོར་ནི་ནི་དེ་ནི་བཞི་ལོ་སྔོན་གྱི་ལོ་ལྔ་བརྒྱ་བཅུ་མེག་གཅིག་གི་ལོ་དག་གི་གྲོང་ནི་རེ་རྫི་ཀྱོང་དང་གུས་པ་ལ་ལ་གི་ཏིར་ཀེ་ཡ་དུ་བཤད་ཡོ་གི་ན་དག་གང་སྟངས་དག་གི་སིམ་འགོག་གི་དག་གི་ཞིག་དུ་གབ་ཐོག་ཏུ་ན་དག་གི་རང་ལུགས་དུ་རྒྱ་གར་གི་ད་ལྟའི་རྒྱ་གར་གི་དག་གི་ལོ་རྒྱུས་ལྟར་དེའི་དག་གི་དེ་བཤད་དགོས་ཏེ་དེ་རྒྱ་གར་གཞུང་རང་གི་ཡང་དག་གི་ལོ་ཚིགས་ཆེ་ག་ཏིར་ཀེ་ཡ་དུ་བཤད་དགོས་ཏེ།

ངར་རྒོད་དང་དེའི་འདུ་འཕྲད་མཁོ་གཉིས་ཕྱིར་སློག་བྱ་འབོ་སྟོད་ཕྱི་ལོ་སྔོན་གྱི་ལོ་བཞི་བརྒྱར་ལྔ་བཅུ་ངར་རྒོད་ཡིན་སྐོར། དེ་དོན་དྲང་ཟིན་ན་དེ་གི་ཕྱི་གི་རྒྱལ་བོ་མཉྫི་ཡིས་དེ་གི་ཁང་སྟེང་ལ་དེ་གི་རྟ་འདྲ་ཆེན་པོར་སྡེབ་སྦྱོར་གྱི་བབ་ལོ་དང་སྟེ་རེད་ད་དེ་གི་ཕྱིར་སྟོན་པའི་འདི་ལོ་འདི་བཞུ་མ་ཆེན་པོ་དེ་འདྲའི་ཡང་ནི་དེ་སྟོན་པའི་ལུགས་ཆེན་པོ་མ་རེད་དམ་མདོར་ན་དེ་གི།

དེའི་ཚེ་འཕགས་པ་ཤཱ་ནི་ཀུ་ཅན་གྱིས་ཀྱང་སྟོན་པ་ཅུང་ཟད་སྐྱོང་ལ་ཟེར་ད་དུ་ཀུན་དགའ་བོའི་ཐུགས་ཀྱི་སློབ་མ་དེ་འཕགས་པ་ཤཱ་ནི་ཀུ་ཅན་དུ་དེའི་ཐུགས་ཀྱི་སྟོན་པ་ཅུང་ཟད་ཚེ་ད་ཆེན་པོ་ད་རུང་ཡར་སྙ་འབྲག་ཆེན་པོ་ཁྱི་ཆག་མེད་པའི་སྒང་འདྲ་བོ་དེ་མི་གཟིགས་མི་གུ་ཅུང་ཟད་སྐྱོང་ལ་དེ་ཡིན་ནོ། གཙོ་བོར་འཕགས་པ་ཉི་མ་གོང་པ་དང་ཉི་མ་གོང་པ་དེ་ལ་ཕྱིར་དུ་སྔ་ཕྱི་གཉིས་འོག་གི་ཆུ་རྒྱུད་མྱི་ངན་མེད་ཀུན་ང་ཡང་ཉི་མ་གོང་པ་གཟིགས་བྱུང་འོག་གི་ཁ་ཆེའི་རི་དང་ནི་དང་དུ་གཙོ་བོ་ཐུགས་ཀྱི་དེ་ཀུན་དགའ་བོའི་སློབ་མ་དེ་ཉི་མ་གོང་པ་ལྗང་པོ་དེ་རེད།

ཝཱ་ར་ཎཱ་སི་ལིའི་ལོངས་སྤྱོད་དམོད་པ་འགའ་ཡང་མེད་ཟེར་བ་དང་དེ་ཡང་གཅིག་ཅུང་ཙི་གཅིག་མ་དགའ་བའི་རྣམས་ཀྱིས་གྲོགས་བྱ་དོན་འགའ་ཡང་མེད་ཟེར་བ་དང། བདག་ཅག་གིས་ཁྱེད་རྣམས་མག་གསོར་བསྒུགས་ན་ཁྱེད་ཅག་གིས་ཁོ་བོ་ཅག་ལ་ཅུང་ཟི་གཅིག་ཀྱང་མི་བྱིན་པ་ལྟ་ཟེར་བ་ན། འཕགས་པ་ཉི་མ་གོང་པ་དགྲ་བཅོམ་པ་ཁྲག་ཁྲག་གཅིག་གི་འཁོར་གྱིས་བསྐོར་ནས་ནམ་མཁའི་ལམ་ལམ་ཕར་བཞེངས་ཤག་ནས།

ཡིན་འགྱོ་བཀྲ་མཛེས་ཡན་ཚིག་དག་རྡོར་བུའི་ཆུ་ལ་བྱོ་པ་དེ་མིག་གཉིས་ཡོ་ནི་རེ་ཛི་རེ་ནི་བྱ་བ་ནི་ཡོ་དོ། དེའི་གཉིས་ཀྱིས་ཁྱིམ་འགའ་ཞིག་ཏུ་རྐུན་མོ་བྱིས་པའི་རྒྱུ་ཡིས་རྒྱལ་པོའི་ཆབ་བབ་བཅད་པ་ན་དེ་རྣམས་ཤུལ་དུ་འཁྲུད་པའི་ཐ་ཁོ་ཡི་ཁོ་ཅག་གཉིས་དག་ཁྲོ་ཕྲུག་ཟིག་དག་དགྲ་བཅོམ་པ་གང་མང་པོ་ལ་གདུག་རྩུབ་བཟོ་སྟེ་དགྲ་བཅོམ་པ་མང་བོ་དག་གདུག་རྩུབ་བཟོ་རུ་ནི་དེའི་བསོད་ནམས་གུད་དུ་འགྱོད་འདྲ་བོ་གཉིས་ཀྱིས་སྨོན་ལོག་བཏབ་ནས། དགེ་བའི་རྩ་བ་འདིས་ཟེར་ཏེ་གླུ་བཞིན་དུ་གྱུར་ཏེ་རྒྱལ་པོ་དང་མ་འགའ་ཟླ་བ་རྣམས་འཇོམས་པར་གྱུར་ཅིག་ཅེས་སྨོན་ལམ་བཏབ་བོ། དེའི་ལན་ཅིག་ན་དེ་གཉིས་རིམ་གྱིས་དར་དང་ནི་དེ་ལ་རིམ་ནི་ཆེན་པོ་གཟུགས་སྐུ་བལྟ་བར་ཤི་ནས་གླུ་བཞིན་དུ་སྐྱེས་སོ་སྨོན་ལམ་ལ་འགྲུབ་གསུངས། དགུན་གྱི་ཚེ་རྒྱལ་པོ་ལག་བཟང་གི་རྒྱལ་གྲུབ་བྱས་ནས་ལོ་བདུན་ནམ་བརྒྱད་ལོན་པའི་ཚེ་ཟས་དང་དེའི་ལོ་བདུན་པ་ཆེན་པོ་དུ་མས་ཕག་དུག་ཕྱི་ལོ་སྔོན་གྱི་ལོ་བཞི་བརྒྱ་དར་ལྔ་བཅུ་ལྔ་བཞིའི་དུག་སྐབས་ཡིན་གོ། དུག་བརྒྱད་ཆེན་པོ་ནི་དེའི་ཕྱིར་ལོ་ས་བཞི

དེ་རིང་ཤ་ཉིའི་སྐུ་ཅན་ལ་སྐྱབས་སུ་སོང་བའི་མི་བཞི་བོ་ཞིག་ཤ་ཉིའི་ཆུ་བལྟམས་པའི་མཁན་པོའི་བསྟབས་པར་གྱུར་ཏེ། སྐྱབས་སུ་འགྲོ་བ་དང་ལྷ་བུད་ནི་ལ་བཀོད་དུ་དེ་མ་ཐག་རིམ་གྱང་བཞི་དེ་ལྟ་བུའི་ཆོ་འཕྲུལ་བསྟན་པ་བཀྲ་མཛེས་དང་ཁྱིམ་བདག་བརྒྱ་སྟོང་གིས་མཐོང་ངོ། རྒྱལ་པོ་བློ་བཟང་གི་དུས་སུ་བྱུང་བའི་གཏམ་དེ་གཉིས་པའོ་གཟུངས་ཐུང་དུ་ཐུགས་དང་དེའི་མར་གྱི་དུས་དུ་བུར། དེ་ནས་ད་ལྟ་གི་རྒྱལ་པོ་དེ་འདུས་པ་ན་དེ་དུས་རྒྱལ་པོ་བློ་བཟང་དུ་འདུས་ལོ་དུ་ད་ལྟ་དུ་གོང་ན་བཤད་རྩ་བྲལ་དང་མི་བྱ་དུ་གི་ཕྱི་ལོ་སྔོན་རྒྱུད་ལོ་བཞི་བརྒྱ་བཞི་བཅུ་ཞེ་བཞི་ལོ་དུ་གི་བློ་བཟང་དུ་གི་འདུས་ནས་རེད། དེའི་བོད་བཞི་བཟང་གི་རྒྱལ་གྲུབ་ཞིག་དེ་དང་དེའི་བཞི་བཟང་གི་མཚང་གི་རྣམ་གྲངས་དུ་གི་འདི་གཞོན་ནུ་མ་འགགས་པ་ཟེར་སྐྱོང་དེ་ཟེར་དེ་དང་དོན་འདྲ་ཟེར་ན་དུ་གི་ཧར་ཡང་གིས་དུ་གི་རྒྱལ་རབས་ཀྱི་དུ་གི་རྒྱལ་པོ་བཞི་བ་ཆེན་པོ་ད་དུ་ཡི་འགོ་གི་རེད་དུ།

ད་གི་ཉི་མ་གོང་པའི་རྫུན་ཁྲིར་གྱིས་ཁ་ཆེ་གནས་སུ་བྱོན་ལྷག་ནུས་པའི་མཚུངས་འགྲམ་དུ་བཞུགས་སོ་ད་འདི་དུ་མགུ་ལུའི་ད་གི་ད་རུབ་ཤོག་ཁྱེར་གྱིར་ནོ་དེའི་ནང་ན་ཡང་འདི་ཕྱི་མ་ཕྱི་བཞིན་ནི་ཡོད་ག་ད་ལྟའི་མགུ་ལུའི་ད་རུབ་ཤོག་ཁྱེར་དེའི་ནང་ན་ད་བསམ་གྱིས་མི་ཁྱབ་པའི་ད་གི་བྱས་རྗེས་ཧ་བཞག་འོ་ད་ད་བཞུགས་ཀྱི་མ་རབས་བཤད་དོ་ན་དེ་འདི་ད་གི་མཚུངས་འགྲམ་དུ་བཞུགས་སོ་ཟེར་དེའི་ཚེ་ལྷའི་རྒྱལ་པོ་ཨོ་དེའི་ད་འཁོར་དང་བཅས་པ་རྣམས་འཁྲུགས་པས་ཟེར་ད་ད་ད་ད་ཉི་མ་གོང་པའི་དང་འཁྲུགས་ནས་རྫི་ཕྱིར་དྲག་པོ་བབ་ཀྱང་ཆོས་གོས་ཀྱི་མཐའ་མ་གཡོས་སོ། མཚོན་ཆ་སྣ་ཚོགས་ཀྱི་ཆར་བབས་པ་མེ་ཏོག་ཏུ་གྱུར་པའི་ལྷོར་དངོས་སུ་འོངས་ཏེ་འཕགས་པ་བཅུ་བཞི་ཟེར་བ་ལ་ཟག་བཞི་བྱིན་ཅིག། དེ་ལྷོད་ཟེར་གྱི་འདུག་རྒྱ་མཚོའི་ནང་ན་གནས་ནི་གཟུགས་འདྲེས་འདུག་ཟག་བཞི་སོགས་ཀྱང་དབང་བྱས་ནས་དེ་མིན་དབྱེ་ན་ཟེར་ན། དེ་གི་ད་འདི་གི་ཁྱིམ་སྦྱོང་རྩིས་གི་དེ་གི་རྒྱུ་ཆ་ཡི་ནང་ན་དེ་གི་དེ་ཟབ་བདག་ཟེར་གྱི་དེ་དེ་གི་ངོ་བོ་ལྷོད་ཡིན་ནི་རེད་ཅིག་དེ་བཤད་དོ་ག། ས་བདག་སྟོན་བྱེད་དེ་མ་ཡིན་པའི་ས་བདག་རྗེ་བློན་དག་སྤྱི་བདུན་དེ་ནི་མི་འཕོ་བའི་ས་བདག་བདུན་གྱི་སྟོང་ཉིད་འཕོ་བའི་དག་གི་དེ་ས་བདག་དག་རྗེ་བློན་སྤྱི་བདུན་དག་གསེར་མའི་ས་བདག་ལ་སོགས་པ་དག་ས་བདག་དེ་ལ་བསམ་གྱིས་མི་ཁྱབ་པ་དག་གི་ཞོལ་འཁོར་ནང་འཁོར་ཟས་ཀྱི་ལོ་འཁོར་སྦྲ་འཁོར་ལྗགས་འཁོར་ཟས་ཀྱི་དུས་འཁོར་ཟས་ཀྱི་ལ་སོགས་པ་དག་དེ་མིག་གི་དག་གི་ས་བདག་གི་དག་གི་རྣམ་གྲངས་བསམ་གྱིས་མི་ཁྱབ་པ་མང་ཡོད་དེ་ཐམས་ཅད་པོ་དག་གི་དེ་འདིའི་འབྱུང་རྩིས་ཀྱི་རྒྱུད་ཀྱི་ནང་ན་བྱ་ནི་ནི་ངོ་བོ་ལྷུ་ཡིན་ནི་རེ་རྫས་ཀྱང་དེ་ལྟར་བྱ་སྟེ་ནི

ལོང་སྟོན་བྱེད་སྤྲོ་བ་ཟེར་ངོས་འཛིན་དགོས་གི་རེད་དེ་འདི་དེ་ཚོ་རེད་ཡིན་ཚར་གི་འདུག་ཡིན་ན་སྲིད། གང་ན་བཞིན་པ་པོ་ཡོད་པ་དེ་རེད་ལྷོང་བ་པོ་ཡོད་པས་བྲམ་ཟེ་དང་ཁྱིམ་བདག་དག་ཀྱང་འཇིགས་དགོས་སོ་ཞེས་གསུངས་ནས་ཨི་ཤིར་ནི་འཁོར་ཉི་མ་གོང་པར་ལྔ་བརྒྱ་བོར་རྣམས་དང་བ་ར་ན་སི་ནི་ཆུ་ལ་མངོན་པར་བཏབ་པས་བྲམ་ཟེ་དང་ཁྱིམ་བདག་བརྒྱ་སྟོང་དུ་མ་དང་ལྷན་ཅིག་ཁ་ཕྱིར་འཇིགས་སོ་ཞེས་དེ་ནས་རིམ་གྱིས་ཡེ་རི་སྣ་ཚོགས་ནས་སྐྱེ་བོ་དུ་མ་འོངས་ཏེ་ཉི་མ་གོང་པ་ཉི་དུ་བཞུགས་པའི་དུས་ལ་ཡང་གྲོང་ཁྱེར་ཆེན་པོ་ད་ལྟ་ཁ་ཆེའི་ཡུལ་གྱི་དུ་གྲོང་ཁྱེར་ཆེན་པོར་དགུ་དང

དེ་ནས་ཁ་ཆེའི་སྐྱེ་བོའི་ཚོགས་རྣམས་རྫུ་འཕྲུལ་གྱི་རུས་སྤུས་མི་བདག་འདི་ཁྲིད་ནས་བྱོན་ཏེ་མེ་འབར་བའི་ཆོ་འཕྲུལ་གྱིས་ལྷུར་རྣམས་བསྟར། ཆོས་གོས་ཀྱི་གྲུབ་མའི་ནོན་པའི་གུར་གུམ་རྣམས་འབུལ་བར་བྱེད་པའི་ཁ་ཆེའི་ཤ་སྐམ་ཆེན་པོ་གུར་གུམ་དུ་ལྷུར་ནམ་མཁའི་ར་ཕུར་ན་རེ་ཟུང་གུར་གུམ་གྱི་ལོ་རྒྱུས་དེ་འདི་ན་འདི་མོའི་ཤ་དང་འདི་རླུང་ཕྲན་ཚེགས་ཀྱི་ནང་ན་ཡོད། དགྲ་བཅོམ་པའི་ཆོས་གོས་ཆེན་པོར་སྤྲུལ་ཏེ་དེའི་གྲུབ་མའི་ཕོག་པའི་ས་ནས་སྐྱེ་བོ་ཐམས་ཅད་ཀྱི་གུར་གུམ་བླངས་ཏེ་སླར་ཡང་ཡུད་ཙམ་གྱིས་ཁ་ཆེར་སླེབས་པ་དང

ཡིན་ནོ་ཞེས་བསྟན་ཞིང་ཁ་ཆེ་ན་ནུས་པ་ཐམས་ཅད་བསྟན་པ་ལ་བརྩོན་ནུས་མྱ་ངན་ལས་འདས་སོ་ཟེར་ད་ལྟ་རང་བསྟི་བ་འདི་ཉི་མ་གོང་བུའི་ལོ་རྒྱུས་མདོར་བསྡུས་བཤད་སྟངས་དེ་དགྲ་བཅོམ་པ་ཀུན་དགའ་བོ་དང་སློབ་མ་དེའི་ཁ་ཆེའི་ཡུལ་དུ་ལོ་ཉི་ཤུ་ཙམ་ཆུ་བཏང་པར་གྲགས་སོ་ཟེར་ད་ཁ་ཆེའི་ཡུལ་དུ་ལོ་ཉི་ཤུ་ཆུ་བཏང་དུས་དེ་ལྟར་རག་རག་གཟིགས་ཡིག་བརྩིས་ན་ད་གི་དེ་སྨད་འབྲུག་སྟེ་བཞི་ལོར་སྔོན་རྒྱུའི་ལོ་དང་གི་བཞི་བརྒྱ་དང་ཉི་ཤུ་རྩ་ལྔ་གི་ལོ་ད་ལྟ་བར་ཆད་དུས་མི་རྩ་ལྔ་རྩ་དྲུག་དུས་མི་ཡར་དུས་མར་དུས་དགྲ་ལོག་ཚ་གི་དུས་མིའི་གཟུགས་ཀྱི་བར་དེ་ད་གི་ད་འདིའི་ཉི་མ་གོང་བུའི་ད་གི་ཆུ་བཏང་ནི་རེད། གྲགས་སོ། གང་གི་ཚེ་ཉི་མ་སྐོམ་པ་ཁ་ཤག་ཤག་པ་དེའི་ཚེ་འཕགས་པ་ཤ་ཉེ་སྐུ་ཅན་གྱིས་གྲོང་ཁྱེར་དཀྲུགས་ལ་གནས་པས་དེ་གྲོང་ཁྱེར་དཀྲུགས་ཟེར་གྱི་དང་ཅིག། འདིར་བ་ལང་གི་ནང་ན་བཞག་གི་འདུག་གོ་མྱ་ཡུད་ནུས་ཀྱིས་བརྩམས་པ་ཀ་བ་ར་ནཱ་སི་ཡང་བ་ཅན་ཀྱ་རུ་ཁབ་ཀྱིས་གྲགས་པ་སྟེ་འདི་དག་གྲོང་ཁྱེར་ཆེན་པོར་ཞེས་གསུང་བ་ལྟར་དུ་ནི་གྲོང་ཁྱེར་ཆེན་པོ་དཀྲུགས་ཟེར་དུ་གི་དག་རྒྱ་གར་གྱི་མ་འགའ་དེའི་དུ་གི་གྲོང་ཁྱེར་ཆེན་པོར་བརྫིས་ན་ཡང་མིན་ན་དག་དེ་མན་ག་ད་དེ་ལ་དབུས་འགྱུར་གྱི་ཚད་ཆེན་པོ་དེ་དབུས་འགྱུར་གྱི་ཚད་ཆེན་པོ་དེ་ལ་དག་ནང་གསེས་ཀྱི་དབྱེ་ན་དག་སངས་རྒྱས་བཅོམ་ལྡན་འདས་དག་བཅོམ་གཞིག་བྱེད་སྐབས་བྱས་མྱོང་ས་སོགས་ཀྱི་དག་སྟོང་ཁྱད་དྲུག་གོ་དང་དག་སངས་རྒྱས་བཅོམ་ལྡན་འདས་ཀྱི་དག་འདི་མྱང་འདས་ཆེན་པོའི་ནང་ན་ཡང་བཀའ་བསྡུ་བྱེད་ལུགས་བྱ་སྟོང་དེ་དེ་དག་ཡུལ་གང་ཡིན་མ་བཀྲུལ་ན་སྟོང་ཁྱེར་ཆེན་པོ་དྲུག་གང་རུང་སྨོས་ཤིག་གིས་དག་སངས་རྒྱས་བཅོམ་ལྡན་འདས་ཡུལ་རང་དག་དེ་སྟོང་ཁྱེར་ཆེན་པོ་དུ་སུ་ཞིག་ནས་དག་སངས་རྒྱས

ད་ནི་ན་དག་གི་འདི་ཡི་དྲི་ཁོ་རེ་ད་སངས་རྒྱས་བྱོན་ཚིག་དག་གི་གྲོང་ཁྱེར་འདི་ན་ཡོད་གོ་ཡི་གི་དག་གི་གྲོང་ཁྱེར་ཆེན་པོ་མ་འགགས་འདི་དག་གི་གྲོང་ཁྱེར་ཆེན་པོ་གྲུབ་ཅི་ན་ཆོག་གོ་དེ་ལྟར་ཐམས་ཅད་ད་དག་གི་ད་གི་ཤ་ནི་ཀུ་ཅན་གི་གཏམ་བ་དག་པས་ན་རེ་ཟུང་དེ་དག་གི་འཁོར་རྣམ་པ་བཞི་ལ་ཆོས་སྟོན་པར་བྱེད་དོ། ནམ་ཞིག་ན་རྒྱལ་པོ་བཞི་བཟང་བརྒྱད་ཁྲི་ལོ་ཉི་ཤུ་རྩ་གསུམ་འདུག་ཀྱང་འདི་ཞེས་ད་འདི་བརྒྱད་ཁྲི་ལོ་ཉི་ཤུ་རྩ་གསུམ་ཡོད་གི་ན་དེ་འདི་ཐམས་ཅད་གང་ན་བྱེད་བྱེད་ད་ད་ནི་འདི་ཉི་མ་གང་བ་དག་གི

དེའི་འོག་ཏུ་རྒྱལ་པོ་དེའི་འཁོར་དང་གཞོགས་བཞི་རྫི་ན་དག་གཡོག་གི་རྒྱལ་པོ་ལ་གཡོག་བཞིའི་དུག་གིས་འཚོ་བར་མི་བྱ་བར་གཞོགས་བཞིས་འཚོ་བ། ཉིས་སྟོང་ཞིག་ཤ་ཉིས་སྐུ་བྱིན་ལ་རབ་ཏུ་བྱུང་སྟེ་དེ་དག་ལ་སོགས་པ་རབ་ཏུ་མང་པོ་དག་དང་ལྷན་ཅིག་ཏུ་གྲུབ་གསེར་བུའི་ཚལ་དེར་དུ་གྲུབ་གསེར་བུའི་ཚལ་ཟེར་གྱི་དེ་དག་གི་དེའི་རྒྱལ་པོའི་ཁབ་དང་ཧ་ཅང་དག་ཐག་ཉེ་བོ་རྒྱལ་པོའི་ཁབ་ཀྱི་དག་ར་ཡ་དག་ཤང་ཤེར་ས་ཡ་དག་གི་འགྲོ་ས་དེ་ནི་དག་པར་ན་ལེནྡྲའི་དག་གི་ཚིག་ལ་གང་ཐག་ཉེ་ས་འདི་དེ་འདིའི་སྐབས་ན་དག་ན་ལེནྡྲ་ཡོད་ནི་མ་རེད་བོ་དག་ན།

ལྟུང་བ་གླང་ཕྲན་དག་མི་བྱ་བ་ལ་སོགས་པ་དང་ནི། མཚམས་ཀྱི་ཕྱི་རོལ་དུ་དག་སྐྱ་རང་བྱ་བར་མི་བྱ་བ་དང་ནི་རལ་བ་དང་སྤྲིན་པ་ཆུད་པ་ལ་སོགས་པ་དབྱར་གནས་པའི་དགུ་པ་དྲུག་གི་འོད་དུ་སོ་སྐྱོང་ནི་དག་དེ་བཞུགས་ནས་ནི་དགག་དབྱེ་གི་སྐབས་ན་དེའི་དགག་འོད་སྐྱོ་དྲུག་དུ་ཨ་རག་གཡས་གཉིས་ནི་དང་ནི་དག་ལྟུང་བ་གླང་ཕྲན་བྱས་དང་ནི་རྫས་ཀྱི་ཉེས་པ་དུ་སོ་དགུ་དང་ནི་དུ་དུ་ཁྲུབ་ཏུ་རྒྱུ་རྒྱུ་ཁ་མ་ཅན་པོ་ལྗོངས་རྒྱུར་བྱས་ནི་དག་དུས་མི་བྱེད་དགོད་དྲི་དང་དུ་དེའི་སྐབས་དེ་ཟས་ཀྱི་དྲི། དགག་དབྱེའི་ཚེ་དུར་ཁྲོད་ཀྱི་རྒྱུ་དུར་ལྟ་ཞིང་སོང་བས་དེ་ཐམས་ཅད་ད་ལྟ་ན་དུར་ཁྲོད་ཀྱི་དུག་གི་རིགས་གོང་དང། དེ་ནས་དུག་གི་ཤུན་སྦོ་བའི་དུག་གི་དེ་བྱ་ལག་ལ་སོགས་པ་དུས་མང་ཡོད་དྲ་ཏི་སོགས་མཐོང་འོང་དུས་མི་མང་སུ་དུག་གི་ཡུལ་ངེམ་འབྱུང་འདྲ་བོ་སྐྱེ་ཡི་ཁྱོད་དགྲ་བཅོམ་ཐུབ་སོང་ན་རེ་སོང་སུ་དུག་མི་རང་བར་ཡིད་ལ་བྱེད་པའི་ཁྱད་པར་ཅན་བསྒྲུབས་ནས་མིར་སྡུག་པའི་ཏང་ངེ་འཛིན་ཐོབ་སྟེ་མི་རང་བར་ཡིད་ལ་བྱེད་པའི་ཁྱད་པར་ཐམས་ཅད་བསྒྲུབས་ནས་དགྲ་བཅོམ་པར་གྱུར་ཏོ།

ད་ལྟར་བཤད་དེ་ད་འདི་རང་ང་ལྟ་བུའི་དེ་བཀག་སྟངས་གཉིས་བར་དུ་ཞི་ཡོད་ནི་རེད་ད་ལྟར་རེད་རེད་དེ་གཉིས་ལྟ་བུའི་ཧྥུའུ་ཆུང་དབྱི་པི་བུ་ཉེར་བཞི་བསྙེན་པར་རྫོགས་པ་ཙམ་གྱིས་བདེན་པའམ་ལྷུང་བཟེད་རྒྱུན་བཞུགས་ཀྱི་ལྟ་བུའི་གོ་འཕང་ཐོབ་སོང་ཟེར་དང་པོ་འདི་ཤར་ནི་ཁུལ་ཆེན་གྱི་གྲོང་གི་ལྟ་བུའི་འདི་བསྙེན་པར་རྫོགས་བསྙེན་པར་རྫོགས་རེད་དེ་ནས་བཞག་འདི་གཉིས་དགྲ་བཅོམ་པ་གཉིས་ཀྱི་ཆ་ལུས་རྣམ་པར་གྲོལ་བ་ཟེར་ཤེས་རབ་ཀྱི་ཆ་ལུས་ཤེས་རབ་ཀྱི་ཆ་དང་ནི་ལྟ་བུའི་སྙོམས་འཇུག་གི་ལྟ་བུའི་སྒྲུབ་པ་གཉིས་ཀ་ལུས་གྲོལ་བས་དགྲ་བཅོམ་པ་རྒྱམ་གཅིག་གི་ལྟ་བུའི་ལོག་སོང་གི་ལྟ་བུའི་རྣམ་པར་གྲོལ་བར་གྱུར་ཏོ་ཟེར།

དེ་ལ་ཁ་ཆེ་བ་རྣམས་ནི་ཉི་མ་གོང་པ་ཡང་བསྟན་པའི་གཏད་རབས་ལ་ངེས་པར་བགྲང་དགོས་ཏེ་ཡུལ་དབུས་སུ་ཉི་མ་གོང་པའི་ལོ་བཅོ་ལྔར་ད་ལྟ་ང་ཅི་ཡོད་སྡོམ་ཚིག་གི་ནང་ན་དུ་བྱང་ཆུབ་སེམས་དཔའ་ལོ་བཤད་སྤྱིར་ཐ་ན་དགེ་རེས་བཅོ་ལྔ་རུ་བསྐྱངས་པས་དེའི་ཚེ་འཕགས་པ་ཤ་ཉེ་སྐུ་ཅན་སློབ་མ་ཉུང་ངུར་གནས་སོ། ཉི་མ་གོང་པ་ཁ་ཆེར་གཤེགས་པ་ནི་ཤ་ཉེ་སྐུ་ཅན་གྱི་བསྟན་པ་བསྐྱངས་བ་ཡིན་པས་བསྟན་པའི་གཏད་རབས་བརྒྱད་ཡིན་ནོ་ཞེས་ཟེར་ལ།

རྩུབ་མོ་གཅིག་དག་དེ་ལི་འཕགས་རྒྱལ་ལི་འཕགས་དག་དང་དེ་རྒྱལ་བུ་དག་དེ་བཀྲིས་མོ་དག་ཅིག་དག་འདི་ད་རུང་ད་དག་སྐྱེ་རུ་བའི་སྟོན་པ་དག་དེ་སྙན་བརྒྱུད་པ་ཡིན་ཡིན་ནའང་དག་དེ་ལི་འཕགས་ཀྱི་རྒྱལ་བུ་དག་རྒྱལ་བཀྲིས་ཡིན་ནོ། དེ་དེ་མི་ཟད་ད་ལྟའི་འདི་སྟོན་པ་ཉེར་བུའི་དུ་དག་དེ་བཞི་ལུགས་སྔོན་གྱི་དུས་རབས་གསུམ་པའི་དག་སྔར་རྒྱུད་ཡར་མར་དེ་མི་ཟད་དག་བྱུང་དགོས་ཏེ་ད་འདི་དག་བཞི་བཟང་གི་དག་བཞི་བཟང་གི་ད་འཕྲོ་དེ་ནི་དག།

ཟས་སུ་ནང་གི་རྒྱལ་རབས་གཉིས་དེའི་ནང་དེ་ད་ནི་ཉེ་རིགས་དེ་དུ་ཚ་གི་ཡིན་དེ། ད་དང་པོ་ལི་འཕགས་བཞི་བྱ་བ་ཏི་ར་ཧི་དེའི་ནུབ་ཐོད་ཀྱི་ཡུལ་ཞིག་ཏུ་ཁྱིམ་བདག་སྦ་སི་ར་བཞི་བྱ་བ་ཞིག་གི་གཙུག་ལག་ཁང་བཞེངས་ཕྱོགས་བཞིའི་དགེ་འདུན་མཆོད་པ་ཞིག་ཡོད་པའི་སར་བཞུགས་དབྱར་གནས་པ་མཛད་ཚེ་དེ་རག་གདམས་ངག་བསྟན་པའི་ཟླ་བ་གསུམ་དེ་ཉིད་ལ་དགྲ་བཅོམ་པ་ཐོབ་པ་སྟོང་ཕྲག་གཅིག་ཚང་བར་བྱུང་ཚེ་དེ་ནས་རིའི་རྒྱལ་པོ་མགར་ཟླ་རར་བྱོན་ནས་ཆུ་བསྟན་པས་ཀྱང་སྐྱེ་བོ་དཔག་ཏུ་མེད་པ་བདེན་པ་ལ་གོ་འཛིན་དེ་ནི་ཡང་ཡེར་ཝུའི་དང་ཉེ་བའི་ནུབ་བྱང་གི་མཚམས་གྲོང་ཁྱེར་བཅོམ་བརླག་དུ་བྱོན་པ་དེ་དག་གྲོང་ཁྱེར་བཅོམ་བརླག་བྱོན་ནས་དེ་ནི་དུས་དེའི་ཤར་ཕྱོགས་གོ་ཐོག་གི་ལེ་བར་ལྔ་དྲུག་བཟོའི་ཚལ་དུ་ནི་གུང་རུ་གི་དུས་བཞིའི་བདུད་སྡེའི་སྐུ་ཚེ་གང་དུ་ན་བཞུགས་འདི་དག་བྱོན་པ་ན་ཡེར་བཅོམ་བརླག་གི་སྒོ་དྲུང་ན་སྐྱེ་བོ་མང་པོ་ཚོགས་པའི་སར་སྐྱ་ཀྱི་གཙོ་བོ་ཚོང་པའི་ལས་བྱེད་པ་ནཱ་ཏྲ་དང་བཱ་ཏྲ་ཞེས་བྱ་བ་གཉིས་ལ་གཉིས་དག་གཏམ་བླང་གོ་ཚུལ་གཏམ་བླང་བ་ལས་འཕགས་པ་ཉེར་བུས་རྒྱུའི་བསྔགས་པ་བྱེད་ཅིང་ཤཱ་ར་ཏས་མགོ་བོ་བཞི་བྱ་བའི་རི་ལ་འཕགས་པ་ཤཱ་ནི་གུ་ཅན་གྱིས་དེའི་གཟིགས་ད་དུ་སྔོན་གྱི་སྐབས་ན་དེའི་མགོ་བོ་བཞི་ཞིག་ས་ཆ་དེ་ན་དགོན་པ་ཤཱ་ནི་གུ་ཅན་གྱི་གདན་ས་ཡོད་དུ་དུ་ཟེར། དེ་གཉིས། དེ་གཉིས་རང་གིས་བཞེངས་པའི་གཟིགས་དེ་གཉིས་རང་གིས་བསྡུས་ན་འདི་ན་བྲག་ཐང་ནི་དུ་གི་བལ་བྲག་གཉིས་ཀྱིས་བཞེངས་པའི་གཙུག་ལག་ཁང་དུ་ནོར། གཙུག་ལག་ཁང་དུ་འཕགས་པ་ཉེར་བཞི་གཉིས་འཆའ་བར་བྱེད་ན་ཅི་མ་རུང་ཚེ་ཁུར་གཉིས་ཀྱིས་ཅིག་སྨོན་ལམ་འདྲ་བཏབ་ཅིག་དེའི་ཐུགས་བསྟོད་པར་འགྲོ་བར་བྱེད་དགོས།

ནི་དཀར་འཁོན་དཔའ་བོའི་གཙུག་ལག་ཁང་བཞིའི་བྱ་བ་མགོ་བོའི་རི་ལ་ཡོད་པ་དེ་ཕུར་ནི་ཟེར་ད་ལྟའི་གཙུག་ལག་ཁང་དེའི་མྱང་ང་དག་གི་དཀར་འཁོན་དཔའ་བོའི་གཙུག་ལག་ཁང་ཟེར་ད་ཟེར་འབྲེལ་ཚིག་ཡོད་པ་དེ་ཕུར་ནི་ཡོ་བྱད་ཐམས་ཅད་ཀྱིས་བསྟོད་པར་བྱེད་དོ། དེར་ཆོས་བསྟན་པའི་རབ་ཏུ་བྱུང་བ་དང་མཁྱེན་པ་མང་པོ་ཞིག་གིས་བདེན་པ་མཐོང་ངོ་ཞེས་བོས་ནས་དེའི་ཞལ་འཇིགས་ན་སྐྱེ་བོ་འབུམ་ཕྲག་མང་པོ་འདུས་པ་ལ་ཆོས་སྟོན་ཅིང་ཡོད་པའི་ཚེ་བདུད་སྡིག་ཅན་དང་བདུད་སྡིག་ཅན་རྫས་ཀྱི་དག་གཞན་ཕུར་དབང་བྱེད་ན་ནུས་པའི་བདུད་བརྒྱ་རུ་དབང་ཞིག་སྟེ་ཟེར་བའི་སྟོན་པ་བཅོམ་ལྡན་འདས་ལ་ཡང་བར་ཆད་བརྩམས་པས་བཅོམ་ལྡན་འདས་ཀྱི་དག་ཧེར་གྱིས་བར་དུ་ཕྱིན་པ་དག་སོང་བའི་སྐབས་ན་ཡང་བདུད་སྡིག་ཅན་གྱི་དག་བརླག་ལྟ་ཞིང་བར་ཆད་བརྩོམ་པའི་སྐབས་ན་སངས་རྒྱས་བཅོམ་ལྡན་འདས་ཀྱི་དག་ཧེར་གྱིས་བར་དུ་ཕྱིན་པའི་དོན་ཡིན་ལགས་སམ་ཚིག་ཁ་དོན་ཞེས་དེའི་སྟོབས་ཀྱི་དག་རྒྱ་བྱིན་ལ་དེ་ལྟར་བསྒུགས་ནས་རྒྱ་བྱིན་གྱི་དེ་ལྟར་གྱིས་བདུད་སྡིག་ཅན་གྱི་དག་བར་ཆད་བརློག་རྒྱུ་དང་བརྒྱ་སྟོང་གི་གླང་གཞིའི་ནང་ན་ཡོད་རྒྱུ་བྱམས་པོ་དེའི་བདུད་སྡིག་ཅན་དེ་རེད་དོ་བདུད་སྡིག་ཅན་གྱི་དེའི་གྲོང་ཁྱེར་དུ་དག

ཉི་མ་གཉིས་པ་ལ་སྐུ་བརྒྱའི་ཆར་ཕབ་པས་ཡང་སྐྱེ་བོ་མང་བོ་ཞིག་གྲོང་ཁྱེར་དུ་སོང་སྟེ་གཞན་དག་སུམ་པ་ལ་དངུལ་བརྒྱའི་ཆར་དང་བཞི་པ་ལ་གསེར་བརྒྱའི་ཆར་དང་ལྔ་བ་ལ་རིན་པོ་ཆེ་སྣ་བདུན་གྱི་ཆར་ཕབ་པས་ཆུ་མཉམ་པའི་ཚོགས་པ་ཤིན་ཏུ་སྤྲོ་བར་གྱུར་བའམ་ཇེ་ཉུང་སུ་དུ་བཙོངས་པར་རེས་གྱུར་ཏོ། ཉི་མ་དྲུག་པ་ལ་བདུད་སྡིག་ཅན་རང་ཉིད་ལྷའི་སྐར་མཁན་གྱི་ཕྱིས་སུ་བྱས་བུ་དང་ཆུང་མ། བུ་མོ་རྣམས་ཀྱང་ལྷའི་ཡིག་ལི་དང་དག་བདུད་ཀྱི་དུག་བུ་དང་ཆུང་མ་བུ་མོ་ཡོད་ཀྱི་བུ་མོ་ཡོད་པར་བྱས་སངས་རྒྱས་ཀྱི་མདོ་རྒྱ་ཆེ་རོ་ཡི་ནང་ན་ཡོད་བ་དེ་རེད་དོ། ལྷའི་ཡིག་ལི་དང་སྐར་མཁན་གྱི་གཟུགས་སུ་གྱུར་ནས་སྐར་མཁན་ཕོ་མོ་སུམ་ཅུ་རྩ་དྲུག་གྲོང་ཁྱེར་དུ་བྱུང་སྟེ་སྐར་གྱི་བཀོད་པ་དང་སྒྱུ་འཕྲུལ་གྱི་སྟབས་མོ་སྣ་ཚོགས་འོག་པ་དང་གླུ་དང་རོལ་མོའི་སྒྲ་དབྱངས་སྙན་པོས་སྐྱེ་བོ་ཐམས་ཅད་ཀྱི་ཡིད་བསྒྱུར་ནས་ཆུ་མཉམ་པ་གཅིག་ཆུ་མཉམ་པ་གཅིག་ཀྱང་མ་འོད་ཟེར་དུ་ཉེར་བའི་ཐམས་ཅད་པོ་གྲོང་ཁྱེར་བ་དང། དེའི་ཚེ་འཕགས་པ་ཉེ་རིགས་ཀྱང་གྲོང་ཁྱེར་དུ་བྱོན་ཏེ་ཨེ་མ་ཧོ་སྐྱེ་བོའི་དཔའ་བོ་ཁྱོད་རྣམས་ཀྱིས་གར་ལགས་ཀྱི། བདག་གིས་ཀྱང་འཕྲང་བ་དག་པར་བྱའོ་བཞིས་རེ་རེ་བཞིན་གྱི་མགོ་དང་མགྲིན་པར་མེ་ཏོག་གི་འཕྲང་བ་རེ་བཅངས་སོ། དེ་མ་ཐག་ཏུ་འཕགས་པའི་རྫུ་འཕྲུལ་གྱིས་གདུག་ཅན་འཁོར་གྱི་ཐམས་ཅད་ལུས་བསྒུལ། ལུས་དགུས་འཁོགས་ཤམ་མིར་བདུག་པ། སྐུ་ཧྲིལ་བ། མགོ་ལ་མི་རོ་རིལ་པ་བཅང་བ། མགྲིན་པར་ནི་ཁྱི་རོ་དབེན་པ་རེ་བཏགས་པ་དྲི་ངན་པ་ཕྱོགས་བཅུར་ལྡང་ཞིང་མཐོང་བ་ཙམ་གྱིས་སྐྱིགས་པ་འདྲེན་པར་སྐྱིགས་བུར་འདྲེན་པར་བྱིན་གྱིས་བརླབས་སོ། དེ་ལྟར་འདོད་ཆགས་དང་མ་བྲལ་བའི་སྐྱེ་བོ་ཐམས་ཅད་སྐྱོ་བ་དང་འཇིགས་པ་དང། སྐྱུག་བྲོ་བའི་སྣ་བཀབ་ཅིང་ཕྱིར་ཕྱོགས་སུ། ཕྱིར་ཕྱོགས་པའི་འདུ་འགོག་ཚེ་ཐག་ཐམས་ཅད་པོ་ཤེས་རབ་སྤྲུལ་ཡོད་དགོས་མི། དེ་ཚེ་དམྱལ་རིགས་ཀྱི། སྡིག་ཅན་ཁྱོད་དུ་མིའི་འཁོར་ལ་ཅིའི་ཕྱིར་འཚེ། དེས་རྨིས་པ་བཞིན་འཕགས་པ་གཟོད་པར་མཛོད་ལ། བདག་ཅག་བྱམས་པ་ལས་འཕྲོར་ཞིག་གསུངས་པ་མིའི་འཁོར་ལ་མི་འཚེ་ན་དེ་ལྟར་བྱ་བ་རྨིས་པ་བདག་གི་ལུས་ཞིག་པར་གྱུར་ཀྱང་མི་འཚེའོ་ཟེར་དེ་མ་ཐག་བདུད་ཀྱི་ལུས་རྣར་ལྡོག་ནས་པར་གྱུར་ཏོ་ཟེར་ལྟར་སྔ་མ་སྔ་མ་ཁོ་ན་བཞིན་དུ་བདུད་ཀྱི་ལུས་རྔུལ་དུ་དུ་བསྟན་ཅིང། དེ་ནས་དེས་རྨིས་པ་བདུད་སྡིག་ཅན་གྱི་རྨིས་ནི་རེ་རྨིས་པ་བཞིན་བདག་གི་བྱང་ཆུབ་མྱང་ཐ། ཁྱོད་ཁྱོད་ཨ་ཅེ་ཟ་མི་བཟང་གི་དུས་སུ་ཉེ་རིང་ཡས་དག་གི། བདག་གིས་བྱང་ཆུབ་སྙིང་པོར་ཟེར་སངས་རྒྱས་བཅོམ་ལྡན་འདས་བྱང་ཆུབ་སྙིང་པོར་འཚང་རྒྱ་བའི་སྐབས་ན་ཁོའི་དགེ་སྦྱོང་གོ་ད་མ་གོ་ཐོ་མཚམས་པ་བཤིས་དྲི་དག་ནི། བྱམས་པའི་ཏང་ངེ་འཛིན་བསྒོམ་ད་ཟེར་ཁོ་དག་གོ་ད་མ་ལ་ཀུན་འདི་ཐོ་མཚམས་པར་བཤིས་ན་དེ་ནི་བྱམས་པའི་ཏང་ངེ་འཛིན་ལ་ནུས་སོ་ཟེར། ཀོ་ད་མའི་ཉམས་དུས་རྣམས་ནི་སྡིག་པ་ཟད་ད་ཁྱོད་དེ་ཀོ་ད་མའི་སློབ་མ་དེ་དག་སྡིག་པ་ཟད་འདི་ཁོ་ཁོ་དེ་ནན་ད་ཟད་ད་ད་ཅང་རིག་སྔགས་ཀྱི་ཅང་ཡིན་ནི་དེ་འགུལ་གྱི་མེད་ནི་རྫུ་འཕྲུལ་གྱི་དུས་མི་ཤེས་ད་ཕ་རོག་གི་སྣོན་པ་དེ་རེ་ཞིག་བདག་གིས་རྩེད་མོ་ཅུང་ཙམ་བྱས་པ་ལའང་འཕགས་པའི་བདག་ཅང་སོ་ཟེར་ཀྱང་ད་ཅིག་ཁྱོད་མི་བཟང་གི་བྱང་ཕུབ་ཅི་ཟེར་དེ་ཀྱང་སོ་ཟེར། དེ་ནས་ཉེ་རིགས་ཀྱི་བདུད་སྡིག་ཅན་ལ། བདུད་སྡིག་ཅན་དེ་ལའང་ཆུ་རྒྱུས་གཏམ་ཀུན་ཏུ་བཞུགས་རབས་བྱས་ནས་ངིས་ནི་སྟོན་པའི་ཆུ་རྒྱུས་ཀུན་མཐོང་ན་ཟེར་བ་འདི་ནི་དགྲ་བཅོམ་དུ་གི་མྱིག་གི་ཆ་ལུས་རྣམ་འགྲོར་ཡིན་དུས་ཏེ། སྟོང་ཉིད་དུ་གི་དེ་གང་ཟག་གི་བདག་མེད་དུ་གི་མཐོང་བ་དྲན་ན་དེ་དག་གི་ཆུར་སྐུ་ར་དག་གི་ཆུ་རྒྱུས་ཀུན་མཐོང་དྲན་ད་ནི་ཁོ་ཐུག་གི་སངས་རྒྱས་བཅོམ་ལྡན་འདས་ཀྱི་ཞལ་མ་ཟིན་ནི་རེག་ཟིག་གི་མ་མཐོང་ཅི་རེག་ཟིག་གྱིས་ཀུན་ནི་མ་མཐོང་བ་ལས། སྡིག་ཅན་ཁྱོད་ཀྱིས་ད་སངས་རྒྱས་ཀྱི་སྐུ་མཐོང་མྱོང་དྲན་ནི་དེ་ཆུ་རྫུ་འཕྲུལ་ཟིན་གྱིས་ད།

བདག་ཀྱང་མི་སྣང་བར་གྱུར། ཚུར་དེའི་རྗེས་ཀྱི་ལྟས་མིའི་གཟུགས་རིག་བཞག་དུས་དེ་ལྟ་ན་སྐྱེ་བོ་ཧ་ལས་པ་མང་བོ་ཚོ་དོན་འདི་རྟོགས་ཏེ་དག་གི། ཚུར་དེའི་སྐྱེ་བོ་ཐམས་ཅད་ཡིད་འབྱུང་ཞིང་བརྟགས་པ་ལྷག་པར་སྐྱེ། འབྲས་ཀྱི་ཆར་ད་སྐྱེ་བོ་མང་སྐྱེ་གི་རྒྱུ་མཚམས་བཤད་དོ། སྐྱེ་བོ་མང་བོ་ཟིག་ཡོང་བ་ནི། འབྲས་ཀྱི་ཆར་ཕབ་པ་ནས་བརྩམས་ཏེ་སྔོན་གྱི་དགེ་བའི་རྩ་བས་བསྐུར་བའི་སྐྱེ་བོ་ཕྱོགས་བཞི་ནས་འདུས་པ་དེ་རྣམས་ཐམས་ཅད་ལ་བཞག་དྲུག་པ་དེ་ཉིད་ཀྱི་མཚམས་ཐོག་ཐག་ཏུ་ཆུ་བལྟ་ནས།

ཁྲོད་ལྕགས་གཉིས་པ་དབང་རྫས་རྣམས་ཐོག་མར་འདྲེས། དབང་སྲི་ཁྲོད་དྲུག་པ་དེ་མིག་གི་སྟོང་ཆུ་བཟོ་རྩེ་དེའི་ནང། ཡོད་ལ། ཉེར་དབྱིག་གི་གདམས་པའི་དགེ་སློང་རབ་ཏུ་བྱུང་བ་གཅིག་གིས་དགྲ་བཅོམ་ཐོབ་པ་ན། ཉེར་དབྱིག་གི་སློབ་མ་གདམས་པ་ལྟ་བུ་གྱིས་སློབ་མ་རེ་རེ་གི་དགྲ་བཅོམ་ཐོབ་སོང་སྟེ་དེའི་ནང། ཤངས་བུ་སོར་བཞི་བ་ཞིག་ཕུག་སྟེ་འཕང་སོང། ཤངས་སོར་བཞི་རེ་བཅངས་ཏེ་དེའི་སྟོང་གི་ནང་འཕང་བྱུང། བར་ལོངས་སྐ་དེའི་སྟོང་གི་ཁ་སོ་བཀང་སོང། དེ་མིན་དགྲ་བཅོམ་ཐོབ་མི་མང་བཞག་ན་ཡོད། དེ་ནས་དེའི་གཞན་ཞིག་ན།

ཁྱེར་རོ་ཞེས་གྲགས་སོ་ཟེར་འདི་ནི་སྟོན་པ་ཉིད་ཀྱིས་མཚམས་མེད་པའི་སངས་རྒྱས་སུ་ལུང་བསྟན་པ་དེ་མཚམས་མེད་སངས་རྒྱས་ཟེར་རྒྱུ་དེ་དུས་མཚམས་བཟང་བོ་སུམ་ཅུ་རྩ་གཉིས་དང་དཔེ་བཞི་བརྒྱ་ཞེས་དུ་བའི་ལེགས་པར་སྤྲུལ་པ་ཏིང་འཛིན་དུ་ཡིན་ནམ་མདའ་ནི་དུ་བའི་དག་འདིའི་ཉེར་བཞི་ཟེར་རྒྱུ་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་ལུང་བསྟན་ནི་དུ་བའི་མཚམས་བཟང་དུ་ཡོད་ནི་མ་རེད་ནམ་མི་དོན་གྱི་དུས་འདི་སངས་རྒྱས་དུ་བའི་ཡིན་གསུངས་རེད་ད་དུས་ཡིན་གཅིག་གི་རྒྱུ་མཚན་བཤད་དེ་འདི་རེད་སྐུ་ལ་མཚན་དཔེ་མེད་པ་མ་གཏོགས་འགྲོ་དཔོན་སྟོན་པ་ཉིད་དང་ཕྱོགས་མཚུངས་པའི་དོན་ཡིན་ལ་ཟེར་ཀྱང་ད་ལྟའི་དོན་འགྲེལ་ཟེར་དུས་མཚམས་མེད་པའི་སངས་རྒྱས་ཟེར་སངས་རྒྱས་ཀྱི་ལུང་གི་དོན་གྱི་དུས།

ཏི་ཧྲི། དེ་ག་དེ་ཤས་ཆེ་བ་ཡིན་ཀྱང་ཟེར། དེའི་ཚེ་རྒྱ་གར་ཤར་ཕྱོགས་སུ་དགྲ་བཅོམ་པ་བླ་མ་ཟེར་རྒྱུ། འདི་དེའི་སྔོན་ཆོས་སྡོམ་བརྩིགས་ཀྱི་ནང་ན་ཡོད་ཐ་ན་དགྲ་བཅོམ་པ་བླ་མ་ཟེར་གྱི་རོག་གཞིའི་བྱ་བ་བཞུགས་པ་ལ་རྒྱལ་བོ་དབང་ཆེན་ལྷག་པར་དད་པར་གྱུར་ཏེ་ཡུལ། བཱ་ག་ལ་བཞུགས་པ། རེད་ཡུལ།

བྱ་གག་གི་དག་གཙུག་ལག་ཁང་ཟེར་རྒྱུ་གཉིས་ཀ་གཅིག་ཡིན་ན་དག་ཐང་ཐང་དག་དེ་རང་མིང་གི་རྣམ་གྲངས་འདི་འདྲ་ཡིན་ན་ཐང་ཐང་དག་དེའི་གཙུག་ལག་ཁང་དེར་གང་ལྟ་འདི་དག་དེ་སྐབས་བདག་གཉིས་པ་བྱེད་ཚིག་གཙུག་ལག་ཁང་དེ་འདི་བྱ་གག་སྐྱོང་བའི་ལྗོངས་ཞིག་ཏུ་ཟེར་རྒྱུ་དེའི་གཙུག་ལག་ཁང་གི་བྱང་གཡས་ར་ཕེར་ཚིག་ག་དག་རྒྱལ་རོང་ཆེན་གྱི་དེའི་ནང་དུ་དག་བབ་དུ་བྱས་ནས་རེ་བྱས་ཡོད།

བསྟི་ན་དག་ད་བར་ཆད་དག་རེད་བསམ་གྱིས་དེའི་རྒྱུ་མཚན་ཡོད་དེ་རེད་དེ་ནས་དག་བཞུགས་ན་དག་སྒྲ་འདི་ལྟར་བདུན་པ་དག་དེ་ལག་མཐོང་གི་སྐབས་དེ་དག་དེ་སངས་རྒྱས་མྱ་ངན་ལས་འདས་ནས་ལོ་སུམ་བརྒྱ་ན་མྱ་ངན་མེད་ཅེས་བྱ་བའི་རྒྱལ་པོ་དེ་ཤི་ནས་རིན་པོ་ཆེན་པོ་དུ་ཆུར་གྱུར་མྱ་ངན་མེད་ཆེན་པོ་དག་དག་ཆི་གི་དག་མོ་རིའི་རྒྱལ་པོ་དག